རང་བཙན་བཙོན་གོས་ལ་ཡ། རྒྱ་མིག་གི་ཕ་སྐད་སྡུག་ཅག་བརྩི་གོ་རེད་བཙོན་ཁང་ལ་འཇུག་གོ་རེད་བསད་གོ་རེད། བཙན་བྱོལ་ནང་ལས་ཡས་རང་བཙན། ལ་ན་ཨ་སྡུག་ཅག་བརྩི་མཁན་དེ་འདྲའི་འགྲེལ་བཤད་ལོག་པ་བསྐྱོན་མཁན་དེ་འདྲའི་འདུག་ཨ་འདི་ཐབས་སྐྱོ་བོ་རེད། ཨ་ནི་ང་འགྲོ་ཅིག་ཡིན་ན་རང་བཙན། གཙང་མའི་ལྟ་བ། ཡོང་མཁན་ཅིག་ཡིན་ཡིན་ནས་ངའི་སྤུ་བོ་ཙོ་ལི་ཡ། སོ་སོ་ལྟ་བ་ག་བ་ལ་ཡ་ཡི་ཆེ་ཡོད་པ་ཡིན་ནས། དེ་ལ་ཡ། དགག་བྱ་མ་བྱེད་མཁན། གུ་ཡངས་ཀྱི་བསམ་བློ་བཏང་ཐུབ་མཁན་དེ་འདྲ་ཅིག་ཡིན། ད་ངེད་ཀྱིས་རང་བཙན་གྱི་ལྟ་བ། བརྟན་པོ་བྱེད་དགོས་ཀྱི་རྒྱུ་མཚན་འདི་ནི་རྒྱ་མི་གུང་ཁྲན་ཏང་འདུག་གྲ་ཙང་ཡིད་ཆེས་བྱེད་མ་ཐུབ་པ་དང།

ལུང་པ་ཕོ་ཁ་བཙན་བཟུང་བྱེད་ཁ་ཡོང་ཡིན་སྲིད་ལབ་ཡོང་མ་རེད། ཡིན་ནའི་ལས། ཁོ་ཚོའི་གི། རྗེས་ལ་ཨ་ནི་བཙན་བཟུང་བྱེད་དུས། བོད་ཀྱི་དཔའ་བོ་དཔའ་མོ། འབུམ་བཅུ་གཉིས་ལྷག། དམར་བསད་བཏང་ཡོད་རེད་འདི་ཚོ་ང་ཚོའི་གི། རྗེས་ཡོད་མ་རེད་འདི་ཚོ་ང་ཚོ་གི་མི་རིགས་རེད་འདི་ཚོ་ང་ཚོ་གི་དཔའ་བོ་རེད་ང་ཚོའི་དཔའ་བོ་ང་ཚོའི་མ་དྲན་ན་སུས་དྲན་གི་རེད། གནད་དོན་གཅིག་འདི་རེད། གཉིས། པཎ་ཆེན་རིན་པོ་ཆེའི་སྐུའི་ཡང་སྲིད། གར་སོང་ཆ་མོད་ཆ་ནས་ལོ་ག་ཚོད་འགྲོ་གི་འོ་རེད་ང་ཚོ་ཚང་མས་མཁྱེན་གི་འོ་རེད། འཛམ་བུ་གླིང་གི། སུས་ཀྱི་རོགས་པ་བྱས་པ་ཡིན་ནས་རྒྱ་མི་གྱི། བཤད་སྒྲོག་བྱེད་ཀྱི་འོ་མ་རེད་རྒྱ་མི་གུང་ཁྲན་དེ་ངོ་ཚ་ཡ་མེད་ཙང་ང་ཚོ་ཁེ་གེ་བྱས་ཡོད་མ་རེད། དེ་འདྲའི་ཡོལ་བ་ང་ཚོ་ཤེས་ཀྱི་ཤེས་ཀྱི་ལི་ཡ། ད་འདོད་ཡས་རྒན་མ་གུས་པ་ཆེ་སེམས་ཁྲལ་མ་བྱས་པོ་ཆེ་རེད་བ། ང་རང་ཚོ་བོད་ཁ་བ་གངས་ཅན་གྱི་ལྷ་སྐལ། རྒྱ་བ་རིན་པོ་ཆེ་མཆོག་ལས་དེ་འདྲའི་ཡོང་བསྲེ་བ་ཅིག་རེད་བསམ་པའི་གི་བསམ་བློ་དེ་ང་ལ་ཡོད། དེ་འདྲའི་ཡོལ་བ་དང་དེ་འདྲའི་གི་ཨ་ནི།

བཟོ་འདྲ་བོ་དེ་འདྲའི་རྒྱ་མིག་གིས་ག་རེ་གཟིགས་རེད། འབུ་གྲོག་མ་གིས་ལག་པ་ལས་སད་མ་ནང་ཞིང། ཡང་ང་སྙིང་རྗེ་བྱེད་ཀྱི་མ་རེད། རྒྱ་མི་ལ་གོའི་དེ་ག་རེ། བོད་རྒྱལ་ཁབ་དེ་རེད། བོད་ཀྱི། ག་རེ་ཆུ་དེ་རེད། བོད་ཀྱི་གཏེར་ཁ་དེ་རེད། འཛམ་གླིང་གི་ནང་གི་ས་ཆ་མཐོ་ཤོས་དེ་འདི་ཁོ་ན་རེད་མ་གསུངས་ང་ཚོ་བོད་མི་རིགས་ལ་ཡང་བརྩེ་བ་ཡོད་མ་རེད། དེ་འདྲ་ཡིན་ཙང། ཨ་ནི་ང་ཚོའི་གི་རང་བཙན་གྱི་ལྟ་བ་འདི་བཟུང་འོས་ན་ནམ་ཞིག། རྒྱ་ནག་གུང་ཁྲན་གྱི་གནས་སྟངས་འདི། འགྱུར་བའི་ཉམས་མདོ་ངན་ཚོས་འབད་བརྩོན་ཅིག་བྱེད། བྱས་པ་ཡིན་ན། དེ་འདའ། སའི་གི་རེ་བ་དང་རེ་བ། གལ་སྲིད་ང་ཚོས་ལྟ་བ་བཅས་མ་བཟུང་བ་ཡིན་ན། དབུ་མའི་ལམ་རྒྱ་བ་རོན་པོ་ཆེའི་སྐུ་ཚེ་འཕགས། རྒྱ་མི་གི། བི་ཀྱ་བཏང་ཡས་ཀྱི་ཆེད་དུ་འདི་འདྲས་བསྡད་པ་འདི། ང་ཚོ་གི་ལྟ་བ་སྲིད་བྱུས་མུ་མཐུད་རང་བཙན་གྱི་ཐོག་ལ་ཕྱིན་པ་ཡིན་ན། ཉུང་མཐའ་ལས་འཐབ་རྩོད་འདི་གནས་ཀྱི་རེ་བ་ཅིག་ཡོད་རེད་བསམ་བྱས་འདི་འདྲའི་ཡིད་ཆེས་ཡོད། ལྷག་པར་དུ་རྒྱ་མི་གུང་ཁྲན་ཏང་གི་གཞུང་ཚབ་སྒོ་དེ་ལ་ཡང་ངོ་རྒོལ་བྱེད་མཁན་ཁ་ཤས་ཁ་ཤས་ཕ་གས་ཕི་གི་འདུག་ཨ། ཁོ་རང་ཚོའི།

ལས་སླ་བོ་ཅིག་ཡོད་མ་རེད་ང་རང་ཚོ་བོད་མི་རིགས་ཀྱི་རྒྱལ་དྲ་རེད་ལ་འཛམ་བུ་གླིང་གི་སྤྱི་དྲ་ར་ཡ་རེད། འོ་དེ་འདྲ་ཡིན་དུས་ད། རྒྱ་བོ་རུ་མ་ཆེན་མཆོག་གིས་ཉིས་སྟོང་བཅུ་གཅིག་ནས་ཆབ་སྲིད་ཀྱི་སྐུ་དབང་ཆ་ཚང་མི་མང་གི་བདམས་པའི་སྲིད་སྐྱོང་ལི།

གཏམ་རོང་ནང་སྐུ། དེ་ཁྱེད་རང་ནང་གི་གནད་དོན་མ་རེད་ང་ནང་གི་གནད་དོན་མ་རེད་དེ་བོད་མིའི་ས་ཡའི་དྲུག་གི་འཐབ་རྩོད་ཀྱི་འགོ་ཁྲིད་གདམ་དགོས་བ་རེད་དེ་འདྲ་ཡིན་དུས་འཐབ་རྩོད་ཀྱི་འགོ་ཁྲིད་ཡག་པོ་མ་གདམ་པ་ཡིན་ན། ང་ཚོ་བོད་མི་རིགས་ཀྱི་སྟོང་ཡས་ཀྱི་ཉེན་ཁ་ཡོད་རེད་ད། སོང་ཙང་ཡ་གའི་འགོ་ཁྲིད་དེ་ཚོ་ཨ་ནི་མཐུན་པོ་འཐབ་རྩོད་གནད་ལ་ཁྲིད་ནས་ཕན་ཁེ་དེ་འདྲ་བྱུང་ན་ང་ཚོ་མི་མང་གཙོ་རང་བཞིན་གྱི།

མི་རིགས་གཅིག་རེད་ལས་དབང་གཅིག་རེད་བསམ་ནས་རྒྱལ་བ་རིན་པོ་ཆེ་སྐྱིད་ན་སྐྱིད་སྙམ་འདི་བསམ་བློ་འདི་ཐོག་ལ་ཡ་འདི་ང་ཚོའི་གི་ལག་པ་ལ་ཡོད་རེད་རྒྱ་མི་ལ་བསྟུན་དགོས་ཡ་ཡོད་མ་རེད་འཆམ་མཐུན་བྱེད་དེ་ད་ང་རང་ཚོ་འབད་བརྩོན་བྱེད་དགོས་འདུག་ང་ཚོ་འགོ་ཁྲིད་ནས་འགོ་ཁྲིད་དགོས་འདུག་དེ་འདྲའི་གི་འགན་མཁྱེན་མཁན་དང་བསམ་བློ་གཏང་མཁན་བསམ་བློ་གུ་ཡངས་ཡོད་དེ་འདྲའི་གདམ་རོགས་གནང་ལྷག་པ་འདུག་ད་ལོ་གཞོན་སྐྱེས། ཤེས་ཡོན་ཅན། མང་པོ་ཞིག་འདུག་ཨ་དངོས་གནས་འདི་དངོས་གནས་དགའ་དགོས་ཡ་ཅིག་རང་རེད་ཤག་ང་རང་ཡིན་ན་དཔེ་དགའ་བོ་བྱུང་དངོས་གནས་ཁོ་རང་ཚོའི་གི་ཕ་མ་འདི་ཚོའི་གི་ལ་ཕྱི་རྒྱལ་ཡ་ང་ཚོ་ཞི་རགས་གི་མཐུན་རྐྱེན་ཡག་ག་ཡོད་རེད་དེ་ཡིན་ནའི་ང་རང་ཚོའི་གི་སྤྱི་བའི་གི་འཐབ་རྩོད་གི་ཐོག་ལ་ཡ་འདི་འདྲའི་སི་ཞབས་ཅིག་ཞུ་ཡ་དང་ལ་ཡ་ཡ་ང་ཕྱི་གི་གོ་སྐབས་སྤྲད་རོགས་ཅིག་གསུང་མཁན་འདི་འདྲའི། ཡུལ་བ་འདི་ཚོ་ཁོ་ཚོའི་རྒྱབ་ལ་ཡང་ཕ་མ་སྤུན་མཆེད་སུ་ཡོད་པ་ཡིན་ནས་ཐུགས་རྗེའི་ཆེད་ཟེར་ཞུ་འདོད་བྱུང་མི་མང་གི་གཞོན་སྐྱེས་ཚོ་ལས་གོ་སྐབས་གནང་རོགས་གནང་ཀུ་ཅི། ཨོ། ད་ང་ཁྱེད་རང་གི་ནང་གི་འཛིན་སྐྱོང་དེ་ཁྱེད་རང་སུ་ལས་སྤྲད་ནས་སྡོད་པ་རེད་ཡིན་ནའི་འདི་ང་ཚོས་ཀྱི་བོད་ཀྱི་འཐབ་རྩོད་དེ་ད་བོད་མི་རིགས་ལས་སླ་ཡས་ཀྱི་ཉེན་ཁ་འདུག་འཛམ་བུ་གླིང་དེ་རིང་ཁ་སང། གནས་ཚུལ་འགྱུར་མདོག་ག་འདྲས་འགྲོ་གི་འདུག་དེའི་ཉམས་རྟོགས་ཕེབས་ཐུབ་མཁན། ཤེས་བྱའི་གཉིས་ལྡན། དེ་འདྲའི་གཏམ་རོ་ན་ལྷག་པ་དུ་མ་ནོར་བ་ག་ཤེད་ཡོང་གི་འདུག་ཨང་ང་རང་ཚོ་མཐོང་བྱུང་ང་ད་སྤྲིང་མོ་ཁྲི་བྲང་མང་པོ་གོ་སྐབས་དེ་སློབ་སྦྱོང་ཅན་དེ་ནི་སོ་སོའི་གི་སྤྱི་ཚོགས་རྒྱ་བོ་རིན་པོ་ཆེན་གི་དབུ་ཁྲིད་འོག་ལས་ར་དགྲ་བོ་རྒྱ་མོ་ལས་རྒྱ་མ་ལས་ཚིག་གཅིག་བཤད་མ་ནི་འགུལ་དེ་འདྲའི་ང་རང་ཚོའི་སྤྱི་ཚོགས་ནང་ལས

རྙོག་དྲ་མེད་པའི་ལམ་ལྷོང་ཡག་པོ་ཡོང་བའི་གྱི་རེ་བ་དང་སྨོན་ལམ་ཞུ་གི་ཡོད་བོད་རྒྱལ་ལོ།